དགེ་སློབ་དགེ་ཚུལ་མ་རྣམས་ཀྱིས་དགེ་སློང་མ་ཡི་སྡོམ་པ་མ་ཞུས་གོང་དུ་ལོ་གཉིས་ཀྱི་རིང་ལ་ནི་རྩ་བའི་ཆོས་དྲུག་དང་རྗེས་དྲན་ཆོས་དྲུག་དེ་སྤོང་བར་ཁས་ལེན་མི་དགེ་དེ་ནི་བུ་མེད་ཅིག་ལ་ནི་ཨ་ནི་དགེ་སློབ་མ་ཟེར་ནས་མིང་བཏགས་ཀྱི་ཡོད་རེད་ཚེ་འདི་ཡོད་སུ་ཁས་ལེན་ཡང་དེ་ནི་གི་བུ་མེད་ཅིག་ཡིན་ན་ཨ་འདི་བུ་མེད་འདི་ལ་དགེ་སློབ་མ་ཟེར་མིང་བཏགས་ཀྱི་ཡོད་རེད་ད་དགེ་སློབ་མ་དེ་ལ་དབྱེ་བ་ཡོད་རེད་ཡོད་མ་རེད་དགེ་སློབ་མ་དེ་ལ་ཅི་ན་དབྱེ་བ་གང་ཡང་མེད་རེད་རོ་ད་དགེ་སློབ་མ་རང་རེད་ད། བུ་མོ་ལོ་ཆེ་ཆུང་དགོན་ནས་དབྱེ་བ་རྒན་གཞོན་གྱི་དགོན་ནས་དབྱེ་བ་བྱ་བ་མ་གཏོགས་གཞན་གང་དབྱེ་བ་ཡོད་མ་རེད། ད་དགེ་སློབ་དམག་གིས་ད་སྤང་བྱ་འང་ཚུལ་ཁྲིམས་བསླབ་བྱ་དེ་ག་རེད་ཟེར་ལབ་པ་ན་ནི་འདི་ལ་ག་ཚོད་ཡོད་རེད་ཟེར་ན་ད་འདི་ལ་བསླབ་བྱ་འདི་ལ་ད་དབྱེ་ན་རྩ་བའི་ཆོས་དྲུག་དང་རྗེས་དོན་ཆོས་དྲུག་གཉིས་བརྩིས་པའི་གན་ནི་བཅུ་གཉིས་ཡོད་རེད་ཟེར་བཅུ་གཉིས་ཐམ་པ་ཡོད་རེད་ཟེར་ལབ་ར། ད་འདི་ལ་རྩ་བའི་ཆོས་དྲུག་དང་རྗེས་དོན་ཆོས་དྲུག་བསླབ་པའི་རྩ་བའི་ཆོས་དྲུག་དེ་ག་རེད་ཟེར་ལབ་པ་ན་ད་འདི་རྩ་བའི་ཆོས་དྲུག་དེ་ད་ན་འདི། སྐར་མ་གཞན་ཕན་གྱིས་མཛད་པའི་སྡོམ་བརྩོན་སྙིང་པོ་བསྡུས་པ་འདི་བཀའ་བརྒྱུད་པའི་ལུགས་ཀྱི་མདོ་རེད་ད་བཀའ་བརྒྱུད་པར་བ་འདི་བཀའ་བརྒྱུད་པའི་ལུགས་ཀྱི་སྡོམ་གསུམ་རེད་ཨ་ནི་སྡོམ་བརྩོན་སྙིང་པོ་བསྡུས་པ་ནང་དུ་ག་རེ་གསུངས་ཡོད་ཟེར་ན། དང་པོ་དེ་རྩ་བའི་ཆོས་དྲུག་འདི་དག་རྩ་བའི་ཆོས་དྲུག་འདི་དག། གཅིག་པུར་ལམ་དུ་འགྲོ་མི་བྱ་ཟེར་རོ་གཅིག་པུར་ལམ་དུ་འགྲོ་མི་བྱ་ཟེར། རང་གཅིག་པུར་ལམ་དུ་བགྲོད་མི་བྱ་གཅིག་པུར་ལམ་དུ་འགྲོ་མི་བྱ་ཆུ་བོ་བར་བསྐྱལ་མི་བྱ། སྐད་རིགས་ལྷན་ཅིག་འདུག་མི་བྱ། གཉེན་དང་ཉེས་པ་བྱ་མི་བྱ་འདི་དག་རྩ་བའི་ཆོས་དྲུག་གོ་ཟེར་ནས་ད་རྩ་བའི་ཆོས་དྲུག་དེ་འདི་ལ་བཞག་གི་ཡོད་རེད། ད་རྩ་བའི་ཆོས་གཅིག་པུར་ལམ་དུ་འགྲོ་མི་བྱ་སུ་གཅིག་པུར་ལམ་ལམ་མི་བྱ་སུ་གཅིག་པུར་ལམ་ལ་བགྲོད་ཡས་མས་རོགས་པོ་ཅན་གཅིག་མི་དགོས་རེད་ཆུ་བོ་བར་བསྐྱལ་མི་བྱ་ད་ཆུ་བོ་རྒྱུག་ཆུ་འདི་བ་གཙང་ཆུ་འདི་ཚོར་འགྲོ་ནས་ཨ་ནི་ཆུ་བྱལ་རྒྱག་ཡས་མ་རེད་ཟེར་དགེ་སློང

ད་དེ་འདི་ལྟ་བུ་བདག་ཡི་རྩ་བའི་ཆོས་སྒྲ་ཇི་སྟེང་གི་ཆོས་དྲུག་དེ་ལོ་གཉིས་ཀྱི་རིང་ལ་གསུང་དགོས་ཡོད་དཱ་ལོ་གཉིས་ཀྱི་རིང་ལ་ཨ་ནི་གསུང་ཐུབ་ཀྱི་ཡོད་ན་གསུང་ཐུབ་ན་ཨ་ནི་གཞི་ནི་དེ་ནི་ཁོ་ལ་དེ་ནི་དགེ་སློང་མའི་སྡོམ་པ་ཐོབ་ཀྱི་ཡོད་རེད་ར་བ་ད་དེ་རྩ་བའི་ཆོས་སྒྲ་ཇི་སྟེང་གི་ཆོས་དྲུག་དེ་ཨ་ནི་དགེ་སློབ་མ་གི་ཚུལ་ཁྲིམས་འམ་དགེ་སློབ་མ་གི་བསླབ་པ་འམ་དགེ་སློབ་མ་གི་བསྲུང་བྱ་འདི་རེད།

ངའི་གང་གི་མིག་འདི་ལ་བལྟ་དར་བ། འདི་ལ་གཞན་དུ་བཞག་ཤོག། ཨ་ནི་དགེ་སློང་ཕ་དེ་ལ་གཡས་ཀྱི་སྤང་བྱ་ཉིས་བརྒྱ་ལྔ་བཅུ་ང་གསུམ་དང་དགེ་སློང་མ་དེ་ལ་སུམ་བརྒྱ་དྲུག་ཅུ་རེ། དྲུག་ཅུ་རེ་བཞི་དུ། དགེ་སློང་མ་དེ་ལ། བརྒྱ་དང་བཅུ་གཅིག་སྤང་བྱ་ལྷག་པོ་ཡོད་རེ་གལ་སྲིད་ན། དགེ་སློང་མ་དེ་ལྟའི་རྣམ་གཡེང་ཆེ་བ་དང་ལྟའི། ལྟ་གང་ཅི་འབུགས་མ་ཞིག་ན་ལྟའི་སེམས། སེམས་ཆུང་ཆུང་ཡིན་དུས་དུ་ནོར་འཁྲུལ་མང་ཡང་ཤོར་གྱི་ཡོད་ཟེར་བ། འདི་ཡིན་དུས་ཙམ་པ་ལ་དེ་ནི། དགེ་ཚུལ་དགེ་སློང་མ་དང་དགེ་སློང་ཕ་གཉིས་ལ་ཁོ་རང་སྤང་བྱ་ལ་དབྱེ་བ་མང་ཉུང་ཆགས་སོ་འདི་ག་ནང་བཞིན་གྱི་དག། དགེ་ཚུལ།

དགེ་སློང་ཕ་ཡི་སྡོམ་པ་ཞུས་ཆོག་གི་ཡོད་པ་དང་ཡིན་ན་ཡང་དགེ་སློང་དགེ་ཚུལ་མ་ཡིན་ན་ཁ་བསྡུ་ག་རང་དགེ་སློང་མ་གི་སྡོམ་པ་ཞུས་ཆོག་གི་ཡོད་མ་རེད། དེ་ག་ཞིག་ན་ཁོ་སྟེ་དཀའ་ལས་ཁག་པོ་ཡོད་འདུག་ཙང་ལ་བསྲུང་བྱ་མང་པོ་ཡོད་དུས་ཨ་ནི་མི་ཐུབ་ཀི་ཡོད་ཐུབ་མི་ཐུབ་ཀི་བརྟག་དཔྱད་བལྟ་ཡང་བྱེད་དུས་ཨ་ནི་དང་པོ་དགེ་སློང་མ་གི་སྡོམ་པ་རྩ་བའི་ཆོས་དུ་བྱེད་དོན་ཆོས་དྲུག་གི་ལོ་གཉིས་རིང་ལ་དང་པོ་བསྲུང་བརྟག་དང། འདི་བསྲུང་ཐུབ་བས་ན་གཞི་ནས་ཨ་ནི་ཁྱོད་རང་ལ་དགེ་སློང་མ་ཨ་ནི་དགེ་སློང་མ་གི་སྡོམ་པ་དེ་སྤྲད་ཀི་ཡིན་ད་ཨ་ཟིན་ད་འདི་བརྟག་དཔྱད་བལྟ་ཡང་བྱེད་དུས་ཨ་ནི་དགེ་སློང་མ་ཨ་སེ་ནི་ཐལ་བ་ཅིག་སླེབས་སོང་བ་རེད་དེ་ཀྱེ་མ་དེ་ལོར་བ། ཅི་དང་འབོད་ལ་བདག་དགེ་སློང་མ་གི་སྡོམ་པ་དེ་ཡོད་མ་རེད་བ། བོད་འབོད་འབོད་ལོང་དགེ་སློང་མ་གི་སྡོམ་རྒྱུན་དེ་འབོད་ལ་སླེ་ཡོད་མ་རེད། ཨ་ནི་སླེ་ཡོད་མེད་དུས་ཡོད་ན་ཨ་ནི་དགེ་སློང་མ་སྡོམ་པ་དེ་ཡང་ཡོད་མ་རེད་ཞུས་གོ་རེད་དགེ་སློང་མ་དེ་ཡང་ཡོད་མ་རེད་བོད་ལ་དགེ་སློང་མ་མེད་ན་ཨ་ནི་དགེ་སློང་དགེ་སློབ་མ་གང་བྱེད་རེད་བ། དགེ་སློབ་མ་དགེ་སློབ་ཕ་དགེ་སློབ་དགེ་སློང་མ་གི་སྡོམ་པ་དེ་སླེབས་དགོས་པའི་རྒྱུ་མཚན་དེ་ག་རེ་རེད་ཟེར་ན།

བཀའ་སོགས་ད་དེ་རྒྱ་ནག་དང་རྒྱ་དང་འཇའ་པན་དང་དེ་ནས་རྒྱ་ནག་ཕྱོགས་དང་དེ་ནས་ཐའེ་ཝན་ཕྱོགས་ནས་དེ་ནས་དགེ་སློང་མ་གི་སྡོམ་རྒྱུན་ནི་ཡོད་དེ་བར་ད་དེ་ཚོ་ལ་ཡོད་དུས་ད་དེ་ཚོའི་རྒྱུན་ནས་སུ་འང་ད་སྡོམ་རྒྱུན་དེ་ཚུ་ཞུས་ནས་དེ་ནས་ད་ནི་འབོད་ལ་བདར་གྱི་ཡོད་ཟེར་རོ་དེ་ནས་ངས་སྐད་ཆ་ཐོས་བྱུང་དེ་ད་ནི་འདི་གནང་གི་ཡོད་མེད་དེ་ཧ་གོ་མ་སོང་དེ་ཡིན་ན་ཡང་སྔ་མ་དེ་ནས་གནང་ཡན་གྱི་ཆ་བྱད་ཅིག་ཨ་ནི་ཁོང་གི་ཐུགས་ལ་དེ་ནི་ཡོད་ས་རེད་བསམ་བྱུང་རོ་ད་དེ་ཡོད་ན་ནི་ད་འབོད་ལ་ད་གཞི་ནས་ད་ཅིག་འབོད